དང་གཉིས་པ་ལུང་དང་འགལ་བ་ཟེར་ཟིན་ན་འགོ་བཙུགས་ནས། གཉིས་པ་ལུང་དང་འགལ་བ་ནི། དང་གི་ཞོ་གས་ལྭ་བས་དེད་དེ་ཟེར། དོན་དག་དང་འགྲིག་འདུག་དེ་ཡིན་ནས་བཅད་མཚམས་འདྲ་བོ་དེ་དེ་འདྲ་རང་ཡིན་ཟེར་བ་རེད། ད་དེ་ནི་རྣམ་ངེས་ལས། དོན་དག་ལ་ཁོས་འདི་ལབ་གི་ཡོད་རེད། རྣམ་ལྔའི་ནང་དུ། སྒྲུབ་བྱེད་ཡོད་མེད་ལ་ཐེ་ཚོམ་ཟ་མཁན་གྱི་མི་མཐུན་ཕྱོགས་ཅིག་འདུག་ཟེར་བ་རེད། ཁོས་ཟེར་ན། ཁྱེད་རང་གིས་སྒྲུབ་བྱེད་ཁྱེད་རང་གི་མཐུན་ཕྱོགས་ཟེར་ན། དེ་ནས། ད་ག་ཟེར་མཐུན་ཕྱོགས་ཟེར་ན་སྒྲུབ་བྱེད་ཁྱོད་ཡོད་པར་ངེས་པ་ལ་ཟེར། མི་མཐུན་ཕྱོགས་ཟེར་ན་སྒྲུབ་བྱེད་ཁྱོད་མེད་པར་ངེས་པ་ལ་ཟེར་གྱི་འདུག། རྣམ་ལྔའི་ནང་ལ་སྒྲུབ་བྱེད་ཆོས་ཡོད་མེད་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་རེ་གསུངས་འདུག་དེ་ཉིད་དགའ་ལ་སི་གོ་ར་ལྟར་རྩ་བ་འདི་ལ་བར་དོན་དག་སྟེ། ཁོས་ལྷ་དགོས་ཁྱེད་རང་གིས་མཐུན་ཕྱོགས་ཟེར་ན་སྒྲུབ་བྱེད་ཆོས་ཡོད་པར་ངེས་པ། མི་མཐུན་ཕྱོགས་ཟེར་ན་སྒྲུབ་བྱེད་ཆོས་མེད་པར་ངེས་པར་ལབ་ཀི་འདུག། ཚད་མ་རྣམ་ལྔའི་ནང་ལ། སྒྲུབ་བྱེད་ཆོས་ཡོད་མེད་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་ཅིག་གསུངས་བཞག་དེ་དང་འགལ་སྲིད་པ་ལ་བས་འདི་རེད། ཨེ་ནི། དེ་ལྟར་ན་སྒྲུབ་པར་བྱ་བའི་ཆོས་ལ་ཟེར་ན་དེ་ལྟར་ན་ཟེར་ན་དེ་ལྟར་ན་སྟེ། ཁྱེད་རང་གིས་ཁས་ལེན། དེ་ལྟར་ན་སྟེ་ཁྱེད་རང་གིས་ཁས་ལེན་དེ་འདྲ་བྱེད། དེ་ལྟར་ན་ཁྱེད་རང་གིས་ཁས་ལེན་བྱེད་པ། དེ་འདྲ་ཡིན་ན་ཟེར་བ་རེད། དེ་ལྟ་ན་ཁྱེད་རང་གིས་ཁས་ལེན་བྱེད་ལུགས་ལྟར་བྱས་པ་ཡིན་ན། བསྒྲུབ་པར་བྱ་བའི་ཆོས་ལ་ཐེ་ཚོམ་ཟ་བ། སྒྲུབ་པར་བྱ་བའི་སྒྲུབ་པར་བྱ་བའི་ཆོས་ལ་ཐེ་ཚོམ་ཟ་བ་ཡང་སྟེ། བསྒྲུབ་བྱའི་ཆོས་ཡོད་མེད་ལ་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་དེ། མི་མཐུན་ཕྱོགས་མ་ཡིན་པར་གྱུར་འགྲོ་ས་རེད། སེམས་མ་རྣམ་ངེས་ལ་གསུངས་པ་རེད། དེ་ལྟ་ན་ཟབ་ད་ཁྱེད་རང་གི་ཁས་ལེན་བྱེད་ལུགས་དེ་འདྲ་བྱས་པ་ཡིན་ན། སྒྲུབ་པར་བྱེད་པའི་ཆོས་ལ་ཐེ་ཚོམ་ཟ་བ་ཡང་སྟེ། སྒྲུབ་བྱའི་ཆོས་ཡོད་མེད་ལ་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་དེ་ཡང་ཨ་ནི་མི་མཐུན་ཕྱོགས་མ་ཡིན་པར་གྱུར་འགྲོ་གི་འདུག་ཟེར་ནས་གསུངས་པ་རེད་དེ་དུས་སྐབས་ལ་ཞེས་བྱ་བ་ལ་གསུངས་པ་རེད་དེ་དུས་སྐབས་ལ། སྒྲུབ་བྱའི་ཆོས་ཡོད་མེད་ལ་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་གཅིག་རྣམ་ངེས་ལས་གསུངས་བཞག་འདུག། ཁྱེད་རང་གིས། བསྒྲུབ་བྱའི་སྤྱོད་ཡོད་པར་ངེས་པ་དེ་མཐུན་ཕྱོགས། བསྒྲུབ་བྱའི་སྤྱོད་མེད་པར་ངེས་པ་དེ་མི་མཐུན་ཕྱོགས་ཟེར་དེ་འདྲས་ཐག་བཅད་ཀྱི་འདུག་ཨ་ནི། དེ་དང་ཚད་མ་རྣམ་ངེས་ཞེས་པ་གཉིས་དེ་འགལ་ཞེས་ཟེར་བྱུང་ནའང་སྲིད་པ་རེད། ད་དེའི་གཙོ་བོ་འདི་རེད་ད་རྟ་སེལ་བཏང་ཡ་དེ་ཁོས་གི་འདི་དམིགས་ཡུལ་འདྲ་བོ་དེ། ཁོས་ཟེར་གི་བ་རེད་ཁྱེད་རང་གིས། བསྒྲུབ་བྱའི་སྤྱོད་ཡོད་པར་ངེས་པ་དེ་མཐུན་ཕྱོགས། བསྒྲུབ་བྱའི་ཆོས་མེད་པར་ངེས་པ་དེ་མི་མཐུན་ཕྱོགས་སུ་ཁས་བླངས་ན། ཚད་མ་རྣམ་ངེས་ཀྱི་ནང་དུ་བསྒྲུབ་བྱའི་ཆོས་ཡོད་མེད་ལ་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་གསུངས་འདུག་ཨ་ནི་དེ་དང་འགལ་སྲིད་གོ་རེད། ཨ་ནི་ང་ཚོ་ལན་སྤྲད་པ་ལན་དུ་སྤྲད་གི་རེད་དེ་འགལ་གི་མ་རེད་སྲིད་གོ་རེད་ང་ཚོ་འགལ་གི་མ་རེད་སྲིད་རྣམ་ངེས་ལུང་དེ་གི་མུ་སྟེགས་པ་ལ་ཁས་བླངས་ནང་འགལ་སྟོན་པ་ཙམ་རེད་སྐྱོན་ཡོད་ན་མུ་སྟེགས་པ་ལ་སྐྱོན་ཡོད་རེད་ང་ཚོར་ཡོད་མ་རེད་སྲིད་གོ་འདི་གི། འདི་ད་ལྟའི་རྣམ་ངེས་ལུང་དེ་གའི་མུ་སྟེགས་པའི་ཁོ་རང་རྩོད་པའི། མཐུན་ཕྱོགས་ཟེར་ན་བསྒྲུབ་བྱའི་ཆོས་ཡོད་མཁན་ཅིག། མི་མཐུན་ཕྱོགས་ཡིན་ན་བསྒྲུབ་བྱའི་ཆོས་མེད་མཁན་ཅིག་དེ་ཉིད་དོན་དམ་དུ་དངོས་འགལ་ཡིན་པར་ཡང་ཁས་བླང། ཡང། བསྒྲུབ་བྱའི་ཆོས་ཡོད་མེད་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་ཅིག་ཡོད་པར་ཁས་བླངས་པ་ཡིན་དུས་དེ་ཉིད་ནང་འགལ་འདུག་ཟེར་སྟོན་ཡ་ཆེད་དུ་ད་ལྟ་ཁྱེད་རང་གིས་དྲངས་པའི་རྣམ་ངེས་ལུང་དེ་དྲངས་པ་རེད་ཟེར་བ་རེད། ད་སྐྱོན་ཡོད་ན་མུ་སྟེགས་པ་ལ་སྐྱོན་ཡོད་རེད་མ་གཏོགས་ང་ཚོ་ལ་སྐྱོན་མེད་ཟེར་བའི་དོན་དག་འདི་རེད་གོ་དོན་གཙོ་བོ་ལ་བས་ཏེ། ཨེ་ནས། ཁྱེད་རང་གི་ད་ལྟའི་བགྲང་ཡས་ཀྱི་རྣམ་ངེས་ཀྱི་ལུང་དེ་ང་ཚོ་ལ་ཕན་ཐོགས་པ་ཞིག་མ་ང་ཚོ་ལ་གནོད་པའི་ལུང་རེད་མི་འདུག་ཟེར་བ་རེད། འདི་ག་རེད་ཟེར་ན། མུ་སྟེགས་པ་གིས་མཐུན་ཕྱོགས་མི་མཐུན་ཕྱོགས་བསྒྲུབ་བྱའི་ཆོས་ཡོད་པ་མཐུན་ཕྱོགས་བསྒྲུབ་བྱའི་ཆོས་མེད་པ་མི་མཐུན་ཕྱོགས་ཁོ་གཉིས་དོན་དམ་དུ་དངོས་འགལ་ཡིན་པར་ཁས་བླངས། ཡང། བསྒྲུབ་བྱའི་ཆོས་ཡོད་མེད་ལ་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་གཅིག་ཡོད་པར་ཁས་བླངས་པ་གཉིས་ལ་ནང་འགལ་འདུག་ཁས་བླངས་ནང་འགལ་འདུག་ཟེར་བའི་སྐྱོན་བཏོན་པ་རེད་ད་དེ་སྐྱོན་དེ་ཡོད་ན་མུ་ཏིག་ཕ་ལ་ཡོད་ར་མ་གཏོགས་ང་ཚོ་ལ་ཡོད་མ་རེད་ལབ་གི་ཡོད་ར་དེ། བྱེད་དེ་ལབ་པའི་རེད་ད་དེ་ནི་ཟེར་ད་དེ་ནི་ཟེར་ཚད་མ་རྣམ་ངེས་ཀྱི་ལུང་དེ་ནི་ང་ཚོ་ལ་གནོད་པ་འབྱུང་བའི་ལུང་རེད་མི་འདུག་ཟེར་བ་རེད་ག་རེ་རེད་ཟེར་ན་དེ་མུ་ཏིག་པའི་སྟེང་དུ་དྲངས་པ་རེད་ཟེར་བ་རེད། དེ་ནས་མུ་སྟེགས་པ་ལ་ཁས་བླངས་ན་འགལ་གྱི་སྐྱོན་སྟོན་ཡས་ཤིག་ཏུ་དྲངས་པ་རེད་ཟེར་བས་མུ་སྟེགས་པས་ག་འདྲ་ཁས་བླངས་པ་རེད་ཟེར་ན། མུ་སྟེགས་པ་འགའ་ཞིག་དགག་སྒྲུབ་དོན་ལ་བྱེད་ལ་སྟེ། མུ་སྟེགས་པ་དེ་ཚོས་དོན་དམ་དུ་དགག་སྒྲུབ་ཡོད་ཟེར་ཁས་བླངས་པ་རེད། ཅེས་ཁས་ལེན་གྱིས། སྒྲུབ་བྱེད་ཆོས་བརྒྱད་སྟོང་མི་མཐོང་དོན་ལ་དངོས་འགལ་དུ་འདོད་པ་སྟེ། ཡང་ན་སྒྲུབ་བྱེད་ཆོས་ཡོད་པ་ལ་དུས་མཆོག། སྒྲུབ་བྱེད་ཆོས་མེད་པ་ལ་མི་མཐུན་ཕྱོགས། དོན་དམ་དུ་དངོས་སྐལ་ཡིན་ཟེར་ཁས་བླངས་པ་རེད་ད། ཁས་ལེན་ཁས་བླངས་དགའ་བ་སྟོན་ཡོད་ནི་མེད་ན་དེ་རེད། དོན་དམ་དུ་དངོས་སྐལ་ཡིན་ཟེར་བ་དེ་དང་གཅིག་ཅེས། ཐེ་ཚོམ་བློ་ངོར་ཐེ་ཚོམ་ཟ་བ་མི་མཐུན་ཕྱོགས་ལ་འདོད་པའི་ཡང་སྐྱར། རྣམ་རྟོག་གི་དངོས་ཡུལ་དུ། སྒྲུབ་བྱེད་ཆོས་ཡོད་མེད་ལ་ཐེ་ཚོམ་ཟ་མཁན་གྱི་མི་མཐུན་ཕྱོགས་ཅིག་ཡོད་ཟེར་ཁས་བླངས་པ་རེད། ཁས་བླངས་སྔ་ཕྱི་གཉིས་པོ་དེ་འདྲ་གི་ཡོད་མ་རེད། དེ་དག་འགལ་བར་དགོངས་ནས་ཟེར་ན། དེ་དག་དེ་ཁས་བླངས་སྔ་ཕྱི་པ་ར་ལ་ནང་འགལ་ཡོད་པར་ནང་འགལ་ཡོད་པར་ཆོལ་ཆོས་དག་གིས་ཁྱེར་ནས་ཐལ་བར་བརྗོད་པ་མི་འགལ་ལོ་ཟེར་ན་ཨ་ནི་མུ་སྟེགས་པའི་སྟེང་དུ་ཐལ་འགྱུར་བཏང་བ་རེད་ཟེར་ཐལ་འགྱུར་བཏང་བ་རེད་ད་ཐལ་འགྱུར་བཏང་འདུག་མི་འགལ་ཟེར་སྐྱོན་ཡོད་ན་མུ་སྟེགས་པ་ལ་ཡོད་ར་མ་གཏོགས་ང་ཚོ་ལ་སྐྱོན་དེ་འབྱུང་གི་མ་རེད་ཟེར་བ་རེད། ཨོ་ད་འདི་རེད་དོན་དག་འདི་རེད་ཁོ་གིས་དང་པོ་ལབ་དུས་ཀོ་ན་ཁོས་འདི་ལབ་རེད་ཁྱེད་རང་གིས་སྒྲུབ་བྱའི་ཆོས་ཡོད་པར་ངེས་ན་མཐུན་ཕྱོགས་མེད་པར་ངེས་ན་མི་མཐུན་ཕྱོགས་སུ་ཁས་བླངས་པ་དང་གཅིག་ཚེ་མ་རྣམ་ངེས་ཀྱི་ནང་དུ་སྒྲུབ་བྱའི་ཆོས་ཡོད་མེད་ལ་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་གསུངས་འདུག་དེ་གཉིས་འགལ་སྲིད་གོ་རེད་ཨེ་ནད་བར་ལན་འདི་འགལ་གི་མ་རེད་སྲིད་གོ་རེད་ག་རེ་ཟེར་རྣམ་ངེས་ཀྱི་ལུང་དེ་མུ་སྟེགས་པ་ལ་ཁས་བླངས་ནང་འགལ་སྟོན་པའི་ལུང་རེད་སྲིད་གོ་རེད་ག་རེ་ཟེར་དུས། མུ་སྟེགས་པ་གི་ཕྱོགས་གཅིག་ནི། བསྒྲུབ་བྱའི་སྤྱོད་ཡོད་མཁན་མཐུན་ཕྱོགས་བསྒྲུབ་བྱའི་སྤྱོད་མེད་མཁན་མི་མཐུན་ཕྱོགས་དོན་དམ་དུ་དངོས་འགལ་ཡིན་ཟེར་ཁས་བླངས། ཡང་ཕྱོགས་གཅིག་ནི་བསྒྲུབ་བྱའི་སྤྱོད་ཡོད་མེད་ལ་ཐེ་ཚོམ་ཟ་བའི་མི་མཐུན་ཕྱོགས་ཁས་བླངས་པ་རེད། འདི་གཉིས་ཁས་བླངས་ནང་འགལ་དུ་ཟེར་ནས་ནི་ཁས་བླངས་ནང་འགལ་གྱི་སྐྱོན་བཏོན་པ་རེད། ད་སྐྱོན་དེ་ཡོད་ན། སྐྱོན་དེ་ཡོད་ན་མུ་སྟེགས་པ་ལ་ཡོད་ར་མ་གཏོགས་ང་ཚོ་ལ་ཡོད་མ་རེད་ཟེར་བ་རེད། དེ་ན་དེ་ན་ད་དེ་ན་དེ་ན་སི་ཏུ་དེ་ན་སི་ཏུ་རང་ལུགས་ཚད་མ་རྣམ་ངེས་ཀྱི་ལུང་དང་འགལ་བའི་སྐྱོན་མེད་པ་རྒྱུ་མཚན་དེས་ན། དོན་ཕུང་གསུམ་གསར་བར་གནས་པ་སྟེ། དོན་དམ་དུ་ཕུང་གསུམ་པ་མི་སྲིད། བློའི་མཆོག་གི་རྣམ་གཞག་བྱེད་པའི་ངོར་ཕུང་གསུམ་པ་མི་སྲིད་པ་དགོངས་ནས་ཏེ། རྣམ་རྟོག་གི་དངོས་ཡུལ་དུ། ཕུང་གསུམ་པ་སྲིད་པ་དེ་རྣམས་ལ་དགོངས་ནས་ཨ་ནི་ཚད་མ་རྣམ་ལྔས་ལས་འདི་གསུངས་པ་རེད་ཟེར་བ་རེད། དེའི་ཕྱིར་ཆོས་རྣམས་ཀྱི་འཇུག་པ་དང། ལྡོག་པ་ཕྱོགས་རྣམ་པར་བཞག་པ་ལ་མི་ལྟོས་པ་དེ་དག་ནི་ཕན་ཚུན་སྤངས་ཏེ་གནས་པའི་མཚན་ཉིད་ཡིན་པས་ཏེ། དོན་དམ་དུ་ཕུང་གསུམ་པ་མི་སྲིད། ཕུང་པོ་གསུམ་པ་ལྡོག་པར་བྱེད་པ་མ་ཡིན་ནོ་སྟེ། དེ་ནི་རྣམ་རྟོག་གི་དངོས་ཡུལ་ལ་ཕུང་པོ་གསུམ་པ་སྲིད་པ་ཡིན་ནོ་ཞེས་གསུངས་པ་ལྟར་ཟད་གསུངས་པ་ནང་བཞིན་རེད་ཟེར་བ་རེད། ལྟ། འདི་དག་གི་ཞོགས་ཀལ་གྱི། ལབ་དང་རྟའི་ཟེར་འཁྲུགས་བྱེད་དུ་དེ་རེད། མགྱོགས་པོ་མགྱོགས་པོ་ལབ་འགྲོ་དུས། ཞིབ་ཆའི་སྲང་མ་དང་ལ་ལབ་བཞག་དེ་རེད། གསུམ་པ་དེ་དག་གི་ལྟོས་གཞིར་འཇོག་པའི་འཐད་པ་ནི་སྲིད་དུ། ཕྱོགས་གསུམ་པོ་དེ་དག་ཚུལ་གསུམ་གྱི་ལྟོས་གཞིར་འཇོག་པའི་འཐད་པ་ཟེར་རྒྱུ་མཚན་རེད། ཕྱོགས་གསུམ་པོ་དེ་ཚུལ་གསུམ་གྱི་ལྟོས་གཞི་ཡིན་པའི་རྒྱུ་མཚན་རེད། རྒྱུ་མཚན་ཤེས་པ་ལ་རྩ་བ་འགྲེལ་བ་གཉིས་ལས་དང་པོ་རྩ་བ། ཇི་སྙེད་ཕྱོགས་སུ་བཀོད་གྱུར་པ་དེ་སྙེད་དེ། རྟགས་གཅིག་ཡུལ་ནས་བཟུང་བསྟོད་མཁན་རེད། ཕྱོགས་གསུམ་ལ་བསྟོད་པ། ཕྱོགས་གསུམ་པོ་དེ་བསྟོད་ས་རེད། བྱས་ཙང་དེ་ནས་ད། ཚུལ་གསུམ་ལ། ཚུལ་གསུམ་དེ་བསྟོད་མཁན་ཡིན་དུས་ག་ལ་བསྟོད་ས་མ་འདྲ་བ་གསུམ་འགོག་རེད། ཡིན་ན་ཡང་དངོས་སུ་བསྟོད་ས། དངོས་སུ་ལྟོས་ས་གང། དངོས་སུ་ལྟོས་ས་གསུམ་པོ་གང་རུང་མ་ཚང་པ་ཡིན་ན་ཡང། དོན་ལ་ལྟོས་ས་གསུམ་པོ་དགོས་རེད་ཟེར་བར་བྱས་ཙང་ལྟོས་ས་གསུམ་པོ་ཡོད་པའི་རྐྱེན་གྱིས་ཚུལ་གསུམ་འབྱུང་བ་རེད་འབྱུང་བར་བྱས་ཙང་ལྟོས་གཞི་ཉིད་དུ་འདོད་པ་ཡིན་ཟེར་ན་ཆོག་མཐུན་ཕྱོགས་མི་མཐུན་ཕྱོགས་དེ་ཚོ་ནི་ཚུལ་གསུམ་གྱི་ལྟོས་གཞི་ཉིད་དུ་འདོད་པ་ཡིན་ཟེར་བ་རེད། མཆོག་གསུམ་པོ་འདིས་མཆོག་གསུམ་པོ་དེས་མཆོག་གསུམ་པོ་དེ། ཅི་རིགས་རྟགས་སུ་བཀོད་ཚད་ཀྱི་སྐྱོན་བརྩི་བའི་གཞི་ཡིན་པའི་ཕྱིར་དང། ཅི་རིགས་ཟེར་ན་ར་ཡོད་ས་རེད། མཆོག་གསུམ་པོ་དེ་ཅི་རིགས་རྟགས་སུ་བཀོད་ཚད་ཀྱི་སྐྱོན། རྟགས་རྟགས་ཀྱི་སྐྱོན་དང་རྟགས་ཀྱི་ཡོན་ཏན་དུ་འོག་ལ་ཡོང་གི་རེད། རྟགས་ཡོན་ཏན་ཅན་ཡིན་པ། རྟགས་སྐྱོན་ཅན་ཡིན་པ། དེ་ཚོ་དེ་ནི་ཧ་གོ་ས་ཀྱི་གཞི་རེད་ཟེར་གི་རེད། མཆོག་གསུམ་པོ་དེ་མཐུན་ཕྱོགས་མི་མཐུན་ཕྱོགས། དེ་ཚོ་ནི་རྟག་ཡོན་ཏན་ཅན་རྟག་སྐྱོན་ཅན་ཡིན་པར་ཧ་གོ་བའི་གཞི་འདྲ་བོ་དེ་རེད་ཟེར་བ་རེད། ད་ག་ན་བཞིན་ཚུལ་དང་པོ་གྲུབ་མ་གྲུབ་ཐག་བཅད་ས། ཚུལ་གཉིས་པ་གྲུབ་མ་གྲུབ་ཐག་བཅད་ས། ཚུལ་གསུམ་པ་གྲུབ་མ་གྲུབ་ཐག་བཅད་ས་ཡང་ཕྱོགས་གསུམ་པོ་དེ་ཡིན་ཙང་དེ་ནི་ལྟོས་གཞི་རེད་ཟེར་བ་རེད། དེ་དམིགས་བསལ་གྱི། སྐྱོན། ཡོན་ནི་ས་རྟགས་ཀྱི་སྐྱོན་དང་རྟགས་ཀྱི་ཡོན་ཏན་གྱི་བར་ལ་ཡོང་གི་རེད་དེ་རང་རེད། ད་འདི་ལ་གོ་བ་འདྲ་བོ་གཉིས་འདུག་ལྟོས་གཞི་ཡིན་པའི་རྒྱུ་མཚན་འདྲ་བོ་དེ། རྟགས་ཡིན་ཚད་ཐམས་ཅད་ཀྱི་སྐྱོན་དང་ཡོན་ཏན། ནི་ཧ་གོ་ས་ཀྱི་གཞི་ཡིན་པ། རྟགས་ཡོད་ཚད་ཐམས་ཅད་སྒྲུབ་མ་སྒྲུབ་ཀྱི་གཞི་ཡིན་པ། དེ་འདྲའི་ཐོག་ནས་བརྟུལ་ཞིག་ཟེར་གྱི་རེད་ཟེར་བ་རེད། བྱས་ཙང་ད་དེ་རེད་བརྟུལ་ཞིག། བྱེ་བྲག་ལྟར། བྱས་ཙང་དེ་ཡིན་དུས་ག་ལ། ཚུལ་གསུམ་ལ་བརྟུལ་ཞིག་གསུམ་ཡོད་རེད་དེ་དངོས་སུ་གསུམ་ཆར་ཚང་དགོས་པའི་ཁྱབ་པ་ཡོད་མ་རེད་ཟེར་བ་རེད། དེ་ནས་དཔེར་ན། བྱེ་བྲག་རྟགས་ཡང་དག་གི་སྐབས་སུ། བརྟུལ་ཞིག་མཆོག་དང། མཐུན་ཕྱོགས་གཉིས་བསྒྲུབ་དགོས་ཟེར་དངོས་སུ་ཚང་དགོས་ཀྱི་རེད། མི་མཐུན་ཕྱོགས་མ་བསྒྲུབ་ཟེར་དངོས་སུ་མ་ཚང་ན་ཡང། ཡ་ནི། སྐྱོན་མེད་ཟེར་ན། ཡ་ནི། སྐྱོན་གལ་ཆེ་གི་མ་རེད། བསྐྱེད་ཚང་བསྟོད་ས་གསུམ་དགོས་ཀྱི་རེད་དེ། བསྟོད་ས་གསུམ་པོ་དེ་དངོས་སུ་ཚང་དགོས་དང་མ་དགོས་ཁྱད་པར་ཡོད་རེད་ཟེར་གྱི་རེད། རྩ་རྩ་བ་ཤེས་བྱས། ཀ་གསོ་དེ། འབྲེལ་བ་ཤེས་ད་མཐའ་མ་བར་སྐབས་ཀྱི་ཚིག་གཅིག་རེད། དགག་སྒྲུབ་གསལ་བའི་བྱེད་འདི་ལ། རྫས་ལྡོག་གཉིས་སུ། རྫས་ལྡོག་ཕྱེད་ནི་ཕྱོགས་གཉིས་སུ་རྩོད་པའི་ཉེས་པས་མི་གནོད་དེ། སྲེད་དུ་རྫས་ལྡོག་སེལ་བའི་ཕྱེད་འདི་ལ་ཟེར་ན། བྱ་ཚད་མའི་ཡུལ་ལ་ཁས་འཆེ་རུ་ཟེར་སྙམ་དུ་སྦྱར་ན་འགྲིག་ས་རེད། དགག་སྒྲུབ་སེལ་བའི་ཕྱེད་འདི་ལ་སྟེ། ཕྱོགས་གླང་དང་ཆོས་གྲགས་གཉིས་པོ་ནི་ཟེར་བ་རེད། ཚད་མའི་ཡུལ་ལ་ཁས་འཆེ་རུ་སྟེ། སྒྲུབ་པ་དང་གཞན་སེལ་ལ་མཁས་པ་ཞེ་དྲག་རེད་ཟེར་བ་རེད། ད་དགག་སྒྲུབ་གསལ་བའི་རྗེས་འདི་ལ་སྟེ་ཕྱོགས་གླང་དང་ཆོས་གྲགས་ཁོ་གཉིས། ཚད་མའི་ཡུལ་ལ་ཁས་འཆེ་རུང་སྟེ། སྒྲུབ་པ་དང་གཞན་སེལ་ལ་དཔེ་མི་སྲིད་མཁས་པ་རེད། མཁས་པ་ཡིན་དུས་སྐབས་ལ། འཛེམ་དོགས་ཆེ་ནས། འཛེམ་དོགས་ཆེ་ནས་ཕྱོགས་གཉིས་ཀྱིས་རྩོད་པའི། ཉེས་པས་མི་གནོད་སྟེ། རྫས་དང་ལྡོག་པ་གཉིས་སོ་སོར་ཕྱེ་ནས། དེ་ནས་སྐྱ་ཚད་ཙམ་མཐུན་ཕྱོགས་མི་མཐུན་ཆོས་གང་རེད་ཟེར་བའི་རྩོད་པ། དེ་ནས་ཤེས་བྱ་ཙམ་མཐུན་ཕྱོགས་མི་མཐུན་གང་རེད་ཞེས་པའི་རྩོད་པ་གིས་དེ་ནས་ཕྱོགས་གླང་དང་ཆོས་གྲགས་གཉིས་པོ་ལ་གང་ཡང་གནོད་ཐུབ་ཀྱི་མ་རེད་ཟེར་བ་རེད། བར་སྐབས་ཀྱི་སུས་བཅད་པའོ། དེ་ནས་གཉིས་པ་དེ་ལ་ལྟོས་པའི་རྟགས་ཀྱི་ར་བའི་ཤེས་པ་ལ་རྩ་བའི་གསུམ་སྟེ་ཟེར་བ་རེད། རྟགས་ཡང་དག་ཤེས་རྟགས་སྣང་ཤེས་དེ་དག་གི་ངེས་པ་ཟེར་ན་ད

དེ་ནས་དང་པོ་རྟགས་ཡང་དག་གི་མཚན་ཉིད་ངོས་བཟུང་བ་ལ་གཞན་ལུགས་འགག་རང་ལུགས་བཞག་རྩོད་པ་སྤང་བ་དང་གསུམ་ཡོད་པ་ལས་དང་པོ་གཞན་ལུགས་འགག་པ་རེད། གཞན་ལུགས་འགག་པ་ལ་རྩ་བ་དང་འབྲེལ་བ་གཉིས་ལས་རྩ་བ་ཆེས་ན་ཟེར་བ་རེད། ཨ་ནི་ཚུལ་གཅིག་གནས་ནས་དྲུག་གི་བར་ངེས་ཚིག་ཚུལ་ཅན་འདོད་པ་འཁྲུལ་ཟེར་ན། ད་རྟགས་ཡང་དག་གི་མཚན་ཉིད་ལ་ཚུལ་གཅིག་ཡིན་ཟེར་མཁན་ཡང་ཡིན་འདུག་ཟེར་བ་རེད། རྟགས་ཡང་དག་གི་མཚན་ཉིད་དེ་ཚུལ་གཉིས་ཡིན་ཟེར་མཁན་ཡང་འདུག། རྟགས་ཡང་དག་གི་མཚན་ཉིད་དེ་ཚུལ་གསུམ་ཡིན་ཟེར་མཁན་ཡིན་འདུག་ཙང་འདི་ཚུལ་གསུམ་དེ་རང་ལུགས་དང་འདྲ་གི་མ་རེད་ཅི་སྟངས་ཚུལ་གསུམ་གྱི་རེད། ཨེ་ནས་རྟགས་ཡང་དག་གི་མཚན་ཉིད་དེ་ཚུལ་བཞི་ཡིན་ལབ་མཁན་ཡང་འདུག་རྟགས་ཡང་དག་གི་མཚན་ཉིད་དེ་ཚུལ་ལྔ་ཡིན་ཟེར་མཁན་ཡང་འདུག་རྟགས་ཡང་དག་གི་མཚན་ཉིད་ཚུལ་དྲུག་ཡིན་ཟེར་མཁན་ཡང་འདུག་ཟེར་བ་རེད་འདུག་དེ་ཉི་ཚེ་བའི་ཚང་མ་ཉི་ཚེ་བའི་ཚུལ་རེད། ཚུལ་ཐེབས་ཆག་དེ་འདྲ་རེད་ཟེར་ཚུལ་དམན་པ།

ཚུལ་གཅིག་ཡིན་ནོ། གཞན་དུ་མི་ཐེ་བའི་ཡན་ལག་ཅེས་བྱ་བ། ཞེས་ཟེར་རོ། འགྲོ་ན་འགྲིག་ས་རེད། མུ་ཏིག་སྣོད་ཀྱི་རྗེས་ཀྱི་འདི་ལ་གི་འདུག་ཟེར་བར་ཚུལ་གཅིག་ཉིད་དུ་ཟེར་ན་མུ་ཏིག་སྣོད་ཀྱི་རྗེས། རྟགས་ཡང་དག་གི་མཚན་ཉིད་དེ་ཚུལ་གཅིག་མ་གཏོགས་མེད་ཟེར་བ་རེད། ཚུལ་གཅིག་གནས་ནས་དྲུག་གི་བར། ཡང་ན་མུ་སྟེགས་སྣོད་གཅིག་གི་རྟགས་ཡང་དག་གི་མཚན་ཉིད་ལ་ཚུལ་གཅིག་མ་དང་མེད་ཟེར་བ་རེད། འོ་ན་ཚུལ་གཅིག་པོ་དེ་ག་རེད་ཟེར་ན་གཞན་དུ་མི་འཐད་པ་དེ་ཡིན་ཟེར་གཞན་དུ་མི་འཐད་པ། ད་གཞན་དུ་མི་འཐད་པ་ཟེར་ན་གཞན་དུ་མི་རུང་བ། ཁ་ཁ་མ་ཡིན་པ་དེ་ཟེར་གཞན་དུ་མི་གཞན་དུ་མི་རུང་བ་ཁ་ཁ་མ་ཡིན་པ། ཡང་ན་ཁ་ཁ་མ་ཡིན་པ་དེ་ཁ་ཁ་མ་ཡིན་པ་དེ་ཡིན་ཟེར་གྱི་འདུག་ཟེར་བ་རེད། ད་མུ་སྟེགས་སྣོད་གཅིག་གི་རྟགས་ཡང་དག་གི་མཚན་ཉིད་དེ་ལ་ཚུལ་གཅིག་ནོ་མེད་ཚུལ་གཅིག་མ་ཚུལ་གཅིག་པོ་དེ་གཞན་དུ་མི་འཐད་པ་ཟེར་ག་དེ་ཡིན་ཟེར་བ་གཞན་དུ་མི་འཐད་པ་ཟེར་ན། གཞན་དུ་མི་རུང་བ། གཞན་དུ་མི་རུང་བ་ཟེར་ན། གཞན་མ་ཡིན་པ། ད་གཞན་མ་གཞན་མ་ཡིན་པའི་ཕྱིར་དོ་ད་རེད། ཨ་ནི་འདི་མི་འཐད་དེ་ཟེར་བ་ད་མུ་སྟེགས། གནོད་བྱེད་ཀྱི་རྟགས་ཡང་དག་གི་མཚན་ཉིད་དེ་མི་འཐད་དེ། ད་ཁོ་ལ་སྐད་ཆ་དྲིས་པར་ཁྱེད་རང། གཞན་དུ་མི་འཐད་ཟེར་བའི་དོན་དག་དེ་ག་རེ་རེད། ཆོས་ཅན་ལས་གཞན་དུ་མི་འཐད་ཟེར་གྱི་ཡོད་དམ། སྒྲུབ་ཆོས་ལས་གཞན་དུ་མི་འཐད་ཟེར་གྱི་ཡོད་དམ། བསྒྲུབ་བྱ་ལས་གཞན་དུ་མི་འཐད་ཟེར་གྱི་ཡོད་དམ། བསྒྲུབ་བྱ། གོ་བྱེད་ལས་གཞན་དུ་མི་འཐད་ཟེར་གྱི་ཡོད་སྲིད་པ་རེད། དེ་རེད་ད་དེ་ན་ནི། ལན། དྲི་བ་བཞི་དང་བར་གསུམ། རྩ་ནི་མ་འགྲིག་པ་རེད། བཞི་པ་དེ་ཡིན་ན་ནི། དེ་ང་ཚོ་འདོད་པ་གཅིག་པ་རེད་བྱ་སྲིད་པ་རེད། དང་པོ། དྲི་བ་དང་པོ་ལྟར་གཞན་ཆོས་ཅན་ལས་གཞན་དུ་མི་ཐེ་ན་སྟེ། ཁྱེད་རང་གིས་གཞན་དུ་མི་ཐེ་ཞེས་པའི་དོན་དག་དེ། ཤེས་འདོད་ཆོས་ཅན་ལས་མི་ཐེ། ཤེས་འདོད་ཆོས་ཅན་ལས་གཞན་དུ་མི་ཐེ་ཟེར་བར་ཟེར། རྟགས་དེས་ཤེས་འདོད་ཆོས་ཅན་ལས་གཞན་དུ་མི་ཐེ་ཟེར་གྱི་ཡོད་པས་ཟེར་བར་དོན་དག་དེ། གཞན་དུ་མི་ཐེ་ཞེས་པའི་དོན་དག་དེ། རྟགས་དེས་ཤེས་འདོད་ཆོས་ཅན་ལས་གཞན་དུ་མི་ཐེ། རྟགས་དེ་ཤེས་འདོད་ཆོས་བཅུ་ལས་གཞན་དུ་མི་རུང་ཟེར་བའི་དོན་དག་རེད་བས་ཟེར་བར། དེ་འདྲ་ཡིན་ན་ནི། ཐུན་མོང་མ་ཡིན་པར་གྱུར་ལ། རྟགས་ཐམས་ཅད། ཐུན་མོང་མ་ཡིན་པས་མ་ངེས་པ་ཆགས་འགྲོ་གི་འདུག་ཟེར་བ་རེད། དཔེར་ན་རྟགས་ཐམས་ཅད། དཔེར་ན་སྒྲ་ཆོས་ཅན་མི་རྟག་དང་མཉན་བྱ་ཡིན་པའི་ཕྱིར་ཟེར་ན་མཉན་བྱ་དེ། སྒྲ་ལ་མ་གཏོགས་ཡོད་མ་རེད། ཡང་ནི། སྒྲ་ལས་གཞན་དུ་མི་འཐད་པ་རེད། ཨ་ནི་ད། སྒྲ་ཆོས་ཅན། སྒྲ་ཆོས་ཅན་མི་རྟག་པའི་མཉན་བྱ་ཡིན་པའི་ཕྱིར་ཞེས་པ་ལྟ་བུའི་ཐུན་མོང་མ་ཡིན་པས་མ་ངེས་པར་འགྱུར་ལ་ཟེར་བ་རེད། ད་རྟགས་ཐམས་ཅད་ཡང་དག་རྟགས་ན་ཟེར་གི་ཡོད་མ་རྟགས་ཡེ་ནས་བཟུང་ནས་སྒྲ་ཆོས་ཅན་མི་རྟག་པའི་མཉན་བྱ་ཡིན་པའི་ཕྱིར་ཞེས་པ་ལྟ་བུའི་ཐུན་མོང་མ་ཡིན་པར་འགྱུར་ལ་ཟེར་བ་རེད། ཨ་ནི་ཡང་གཞན་དུ་མི་འཐད་ས་བསྒྲུབ་ཆོས་ལས་གཞན་དུ་མི་འཐད་ས་ན་བསྒྲུབ་བྱའི་ཆོས་ལས་གཞན་ནི་མི་རུང་བསྒྲུབ་བྱའི་ཆོས་ལས་གཞན་ནི་མ་ཡིན། ད་བསྒྲུབ་བྱའི་ཆོས་ལས་གཞན་མ་ཡིན་པ་གཞན་དུ་མི་འཐད་ས་ན་བསྒྲུབ་བྱའི་ཆོས་ལས་གཞན་མ་ཡིན་པ་ལ་ཟེར་གྱི་ཡོད་ཟེར་བ་ཡིན་ན་ཨ་ནི་མིག་གིས་བཟུང་བྱའི་སྒྲ་མི་རྟག་པར་སྒྲུབ་པ་རྟགས་ཡང་དག་གྱུར་ཞིང་དེས་སྒྲ་ཆོས་ཅན་མི་རྟག་སྟེ་མི་ཤེས་བཟུང་བྱ་ཡིན་པའི་ཕྱིར་ཞེས་རྟགས་ཡང་དག་ཆགས་འགྲོ་གི་རེད་ག་རེད་ཟེར་ན་མི་ཤེས་བཟུང་བྱ་དེ། སྒྲུབ་ཆོས་མི་རྟག་པ་དང་ནམ་ཡང་ཐ་དད་མ་རེད། ནམ་ཡང་གཞན་མ་རེད་དེ་ཆགས་ཀྱི་རེད་ཟེར་བ་རེད། ཨ་ནི། ཚོགས་པ་ལ་གཞན་དུ་མི་འཐད་ན་ཚོགས་པ་ལ་གཞན་དུ་མི་འཐད་ན་ཟེར་དུས། ཨ་ནི། གཞན་དུ་མི་འཐད་ཟེར་དུས་བསྒྲུབ་བྱ་ལས་གཞན་མ་ཡིན། བསྒྲུབ་བྱ་ལས་གཞན་མི་རུང་ཟེར་བ་ཡིན་ན་ཟེར་བ། བསྒྲུབ་བྱ་དང་ཁ་ཁ་མ་ཡིན་ཞེས། ཚོགས་པ་ལ་གཞན་དུ་མི་འཐད་ཟེར་ན། ཁྱེད་རང་གཞན་དུ་མི་འཐད་ཟེར་དུས་བསྒྲུབ་བྱ་ལས། བསྒྲུབ་བྱ་དང་ཁ་ཁ་མ་ཡིན་ཞེས་པའི་དོན་དག་ཡིན་པ་ཡིན་ན། སྒྲུབ་བྱེད་ལ་ལྟོས་པར་གྱུར་ལ། དེ་ནི་རྟགས་བརྗོད་དུས་བསྒྲུབ་བྱ་བརྗོད་ཚར་འགྲོ་གི་རེད། ཨ་ནི་རྟགས་བསྒྲུབ་དུས་བསྒྲུབ་བྱ་བསྒྲུབ་པར་ཐལ་བའི་སྐྱོན་ཡོང་གི་རེད་ཟེར་གི་རེད། གོ་བྱེད་ལས་གཞན་དུ་མེད་ན་ད། གཞན་དུ་མི་འཐད་ཟེར་བས། བསྒྲུབ་བྱ་གོ་བྱེད་ལས་གཞན་དུ་མི་འཐད་ཟེར་ད་བསྒྲུབ་བྱ་གོ་བྱེད་ལས་གཞན་དུ་ཟེར་ན། བསྒྲུབ་བྱ། གོ་བར། བསྒྲུབ་བྱ་ཏག་ཏག་ཁོ་རང་གོ་བར་བྱེད་ཐུབ་གིན། བྱེད་ཐུབ་གིན། ལས་གཞན་མ་ཡིན་པས་ལབ་པ་ཡིན་ན་ནི་དེ་ནི་གང་ལྟར་ང་ཚོ་འདོད་པ་གཅིག་པ་རེད་བྱས་བསྒྲུབ་བྱ་ཏག་ཏག་ཁོ་རང་གོ་ཐུབ་མཁན་ལས་གཞན་མ་ཡིན་པ་དེ་ཚུལ་གསུམ་ཚང་བ་ལས་གཞན་འགྲོ་ས་ཡོད་མ་རེད་ཟེར་ཚུལ་གསུམ་ཡིན་དེ་ཚུལ་གསུམ་ཚང་བ་དག་རང་རང་ཅག་རེད་འདུག་ཟེར་བ་རེད། ད་ཡིན་དུས་ཁོ་གིས་གཞན་དུ་མི་ཐེ་བཀག་པ་རེད་ཆོས་ཅན་ལས་གཞན་དུ་མི་ཐེ་ན་ནི། ཐུན་མོང་མ་ཡིན་པའི་མ་ངེས་པའི། རྟགས་དང་རྒྱུར་འགྲོ་བ་རེད། སྒྲུབ་ཆོས་ལས་གཞན་དུ་མི་དད་ན་ནི་མི་ཤེས་གསུངས་བྱས་སྒྲ་མི་དད་སྒྲུབ་རྟགས་ཡང་དག་མཚར་འགྲོ་བ་རེད། ཨ་ནི་སྒྲུབ་བྱེད་ལས་གཞན་དུ་མི་དད་ན་ནི་སྒྲུབ་བྱེད་སྒྲུབ་དུས་རྟགས། རྟགས་སྒྲུབ་དུས་སྒྲུབ་བྱེད་སྒྲུབ་པར་ཆགས་འགྲོ་བ་རེད། གོ་བྱེད་ལས་གཞན་དུ་མི་དད་ཟེར་ན་ནི། ཨ་ནི། ཚུལ་གསུམ་ཚུལ་གསུམ་ཚང་བ་རང་ལབ་དགོས་པ་མ་གཏོགས། གཞན་དུ་མི་དད། དེ་ནི་ཚུལ་གསུམ། རྟགས་ཀྱི་མཚན་ཉིད་ཆགས་པར་མ་གཏོགས་ཚུལ་གཅིག་རྟགས་ཀྱི་མཚན་ཉིད་ཆགས་པ་མ་རེད་ཟེར་བ་རེད། འདིར།

ཞེས་ཞེས་འདོད་པ་མི་རེད་དེ་འགྲིག་མི་འདུག་ཟེར་བ་རེད་ད་ག་རེད་ཟེར་ན། ཕྱོགས་བསྐྱོད་དང་རྗེས་འགྲོ་ལབ་པའི་བཀའ་བསྒོས་རྗེས་འགྲོ་དང་རྗེས་འགྲོའི་ཁྱད་པར་ཅན་མ་ཡིན་ན་ཟེར་བ་རེད། དེ་ནས་ཡོང་གི་མ་རེད་ཟེར་བ་ད་དེ་དེ། ཕྱོགས་བསྐྱོད་དང་རྗེས་འགྲོ་ཞེས་པའི་སྐབས་ཀྱི་རྗེས་འགྲོ་དེ་རྗེས་འགྲོའི་ཁྱད་པར་ཅན་རེད་དམ་རྗེས་འགྲོ་ཙམ་རེད་ཟེར་བ་རེད། ཡང་ན་རྗེས་འགྲོ་རྗེས་འགྲོའི་ཁྱད་པར་ཅན་ཡིན་ན་དེའི་ནང་ན་ལྡོག་སྐྱབས་འདུས་ཚར་བ་རེད་འདིའི་ནང་ལྡོག་སྐྱབས་འདུས་ཚར་བ་རེད་འདུས་ཚར་ན་ཡང་ནི་ཚུལ་གསུམ། རྟགས་ཡང་དག་གི་མཚན་ཉིད་ཆགས་པར་མ་གཏོགས་ཚུལ་གཉིས་རྟགས་ཡང་དག་མཚན་ཉིད་ཆགས་ཡོང་བ་མ་རེད། འདི་བྲིས་སྐོར་ནི་རྗེས་འགྲོ་ཟེར་དེ་ལ། རྗེས་འགྲོ་ལ་རྗེས་འགྲོ་ཙམ་དང་རྗེས་འགྲོའི་ཁྱད་པར་ཅན་གཉིས་ཡོད་རེད། རྗེས་འགྲོའི་ཁྱད་པར་ཅན་ནང་ལ་ལྡོག་ཁྱབ་བསྡུས་གྲུབ་བོར་དེར་རྟགས་ཡང་དག་ཚུལ་གསུམ་ཆགས་འགྲོ། ཨེ་ནས་རྗེས་འགྲོ་ཙམ་ཆགས་ན་ནི་ཁྱབ་པ་ཡོད་མ་རེད་དེ་ནི་ཁོ་ཁྱབ་པ་ཡོད་མ་རེད་ཟེར་བ་བྱས་ཙང་ཁྱེད་རང་གིས་ཕྱོགས་ཆོས་དང་རྗེས་འགྲོ་ཞེས་པའི་སྐབས་ཀྱི་རྗེས་འགྲོ་དེ་རྗེས་འགྲོའི་ཁྱད་པར་ཅན་ལ་ཟེར་གྱི་རེད་དམ། རྗེས་འགྲོ། རྗེས་འགྲོ་ཙམ་ལ་ཟེར་གྱི་རེད་ཟེར་བ་རེད། དང་འདི་རེད་དྲི་བ་གཉིས་དང་དགོས་པ་དག་ནི་ཞིང། ཕྱོགས་ཆོས་དང་ལྡོག་ལྡོག་པ་གང་ཡིན་རུང་བ་ཟེར་ན་ཕྱོགས་ཆོས་དང་ལྡོག་ཁྱབ་ཟེར་བའི་ལྡོག་ཁྱབ་དེ་ལྡོག་པ་ཁྱད་པར་ཅན་རེད་དམ་ལྡོག་པ་ཙམ་རེད་ཟེར་བ་རེད་དྲིག་རེད། ད་འདི་འདྲས་བྱས་པར་ང་ཚོ་ཁོ་གི། ཁོ་རང་དང་པོ་ང་ཚོ། ཁ་ཅིག་རྒྱ་དམར་བས་འདི་གསུངས་པར། རྟགས་ཡང་དག་གི་ཚིག་ཡིན་ན་ཚུལ་གཉིས་མ་གཏོགས་ཡོད་མ་རེད་ཟེར་བ་རེད། ཡང་ན་ཕྱོགས་ཆོས་དང་རྗེས་འགྲོ། དེ་འདྲའི་ཚུལ་གཉིས། ཡང་ན་ཕྱོགས་བཅུ་དང་ལྡོག་པ་དེ་འདྲའི་ཚུལ་གཉིས་མ་གཏོགས་ནི་ཚུལ་གསུམ་པ་ཡོད་མ་རེད་ཟེར་འདོད་པ་ཟེར་ཁས་ལེན་བྱས་པ་རེད། ད་ཁས་ལེན་དེ་མི་རིགས་ཟེར་ད་དེ་འགྲིག་མི་འདུག་ཟེར་ཁས་ལེན་དེ་འགྲིག་མི་མི་རིགས་ཟེར་བ་རེད། དང་པོ། དེ་རིགས་ག་སོགས་རེད། དེ་རིགས། དང་པོ། ཕྱོགས་བཅུ་དང་རྗེས་འགྲོ་ལ་སྐད་ཆ་དྲིས་རེད། ཕྱོགས་བཅུ་དང་རྗེས་འགྲོ་ཞེས་པའི་གི་རྗེས་འགྲོ་དེ་རྗེས་འགྲོའི་ཁྱད་པར་ཅན་རེད་དམ་རྗེས་འགྲོ་ཙམ་རེད་ཟེར་བ་རེད། འོ་རྗེ་འགྲོའི་ཁྱད་པར་ཅན་ཡིན་ཟེར་ན་ཨེ་ནི་རྗེ་འགྲོའི་ཁྱད་པར་ཅན་ནང་དུ་ལྡོག་པ་བསྡུས་པ་རེད། ཨེ་ནི་རྗེ་འགྲོའི་ཁྱད་པར་ཅན་དེ་ན་ལྡོག་ཁྱབ་བསྡུས་ཚར་བ་ཡིན་དུས། ཨེ་ནི། དོན་ལ། ཚུལ་གསུམ་ཆགས་སོང་དོན་ལ་ཚུལ་གསུམ། མཚན་ཉིད་ཆགས་པ་རེད་མ་གཏོགས། ཚུལ་གཉིས་མཚན་ཉིད་ཆགས་ཡོང་བ་མ་རེད། ཡང་དྲི་བ་གཉིས་པ་ལྟར་དུ། ག་སོ་རེད། ཕྱོགས་ཆོས་དང་ལྡོག་ཁྱབ་ཟེར་བའི་ལྡོག་ཁྱབ་དེ་ལྡོག་ཁྱབ་ཁྱད་པར་ཅན་ཡིན་ན། ལྡོག་ཁྱབ་ཁྱད་པར་ཅན་གྱི་ནང་དུ་རྗེས་འགྲོ་བསྡུས་ཚར་བ་རེད། དེ་བསྡུས་ཚར་དུས་ཨ་ནི་ཡང་ཚུལ་གསུམ་ཆགས་པ་རེད། དེ་ད་གིན་ཞོགས་པའི་གནས་ནས་ལབ་པའི་ཆོ་མི་འདུག་དེ་རེད་དོན་དག་དེ་གནད་འགག་ཆེ་ཤོས་དེ་རེད་ད་གིན་ཞོགས་པའི་ལབ་མ་ཐུབ་སྟེ། ཕྱོགས་ཆོས་དང་རྗེས་འགྲོ་ཞེས་པའི་སྐབས་ཀྱི་རྗེས་འགྲོ་དེ་རྗེས་འགྲོ་ཁྱད་པར་ཅན་ཡིན་ན། དེ་ནས་རྗེན་པའི་ཁྱད་པར་གྱི་ནང་དུ་མདོག་ཁྱབ་བསྡུས་པ་རེད། མདོག་ཁྱབ་བསྡུས་ཚར་དུས་ཚུལ་གསུམ། ཚུལ་གསུམ་ཆགས་པ་རེད་ཨ་ནི་ཚུལ་གསུམ། རྟགས་ཡང་དག་གི་མཚན་ཉིད་ཆགས་པ་མ་གཏོགས་ཚུལ་གཉིས་ཆགས་མེད་འདུག་ཟེར་བ་རེད། ཨ་ནི་ཕྱོགས་ཆོས་དང་ལྡོག་པ་བསལ་ཏེ་ལྡོག་པ་དེ་ལྡོག་པ་ཁྱད་པར་ཅན་ཡིན་ན་ལྡོག་པ་ཁྱད་པར་ཅན་གྱི་ནང་དུ་རྗེན་གྲུ་བསྡུས་ཚར་བ་རེད། དེ་འདྲ་བསྡུས་ཚར་དུས་ཡང་བསྒྱུར་ཚུལ་གསུམ། རྟགས་ཡང་དག་གི་མཚན་ཉིད་ཆགས་པ་མ་གཏོགས་ཚུལ་གཉིས་རྟགས་ཡང་དག་མཚན་ཉིད་ཆགས་ཡོད་མ་རེད་ཟེར་བ་རེད། ད། ལྷག་མ་དེ་རེད། ཕྱོགས་གཉིས་ལ་མ། ད། ཕྱོགས་ཆོས་དང་དེར་ལྟ་ཕྱོགས་གཉིས་ལ་མ་མཐོང་མཐོང་མ་མཐོང་རྗེས་འགྲོ་ལྡོག་པ་འཁྲུལ་ཟེར་ན། ཕྱོགས་གཉིས་ལ་མཐོང་ཕྱོགས་གཉིས་ལ་མཐོང་མ་མཐོང་ཙམ་རྗེས་འགྲོ་ལྡོག་འཁྲུལ་ཟེར་ན། ཨ་ནི། མཐུན་ཕྱོགས་ལ་མཐོང་ཙམ་གྱི་རྗེས་འགྲོ། ཨ་ནི། མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱི་ལྡོག་པ་རེད། ད་འདི་རྗེས་འགྲོ་དང་ལྡོག་པ་ཙམ་རེད། ཨ་ནི་ཁྱེད་རང་གིས་ཕྱོགས་ཆོས་དང་རྗེས་འགྲོ་ཟེར་བའི་རྗེས་འགྲོ་དེ། དེ་ནི་རྗེས་འགྲོ་ཙམ་རེད་བས་ཟེར་དགོས་རེད། རེད་བས་ཟེར་དགོས་རེད། ཁྱེད་རང་གིས་ཕྱོགས་བསྐྱོད་དང་ལྡོག་པ་ཟེར་ལྡོག་པ་ཙམ་རེད་བས་ཅི་དགོས་རེད་འོ་ད་ང་ཚོས་ཕྱོགས་བསྐྱོད་དང་རྗེས་འགྲོས་ཟེར་ལྡོག་པ་ཙམ་ཡིན་ཨ་ནི་ཕྱོགས་བསྐྱོད་དང་ལྡོག་པ་ཟེར་བའི་ལྡོག་པ་དེ་ལྡོག་པ་ཙམ་ཡིན་གདམས་ན་ཨ་ནི་ད་དེ་འདམས་ཡིན་ན་དེ་འབྲེལ་གྱི་རྗེས་འགྲོ་གི་ཚད་གཞི་དེ་ལ་མཐུན་ཕྱོགས་ལ་མཐོང་བ་ཙམ་དེ་རེད།

རྗེས་འགྲོ་ཙམ་ཡིན་ན། དེ་དེ་ལ་ཁྱབ་པ་ཚད་ལྡན་ཡོད་མ་རེད། ཨ་ནི་ཕྱོགས་ཆོས་དང་རྗེས་འགྲོ་ཞེས་པའི་རྗེས་འགྲོ་དེ་ལ་རྗེས་འགྲོ་ཁྱད་པར་ཅན་ཡིན་ན་དེའི་ནང་ལ་འདོགས་ཁྱབ་བསྡུས་སོང་བ་རེད་ཨ་ནི་ཚུལ་གསུམ། རྟགས་ཡང་དག་གི་མཚན་ཉིད་ཆགས་པ་རེད་ཟེར་དགོས་རེད། དག་སྣ་ཆའི་ཕྱོགས་ཆོས་དང་ལྡོག་པ་ཞེས་པའི་ལྡོག་པ་དེ་ལྡོག་པ་ཙམ་ཡིན་ན་ཁྱབ་པ་ཚད་ལྡན་ཡོད་མ་རེད། ཕྱོགས་ཆོས་དང་ལྡོག་པ་ཞེས་པའི་ལྡོག་པ་དང་ལྡོག་པའི་ཁྱད་པར་གྱིས་ན་དེའི་ནང་དུ་རྗེས་འགྲོ་བསྡུས་སོང་བ་རེད་ཨ་ནི་ཚུལ་གསུམ་མཚན་ཉིད་ཆགས་པར་མ་གཏོགས་ཚུལ་གཉིས། རྟགས་ཡང་དག་གི་མཚན་ཉིད་ཆགས་ཡོད་པ་མ་རེད་ཟེར་བ་རེད། ད་རྗེས་འགྲོ་ཁྱད་པར་ཅན་དང་ལྡོག་པ་ཁྱད་པར་ཅན་དུ་འོག་ལ་མ་ཡོང་གི་རེད་དོན་དག་ནི་འདི་རེད།